ད་དེ་རིང་དེ་ནི་ནང་རོགས་བོན་ཆུང་བཏུལ་བའི་སྐོར་དེ་རེད་ད། ནང་རོགས་བོན་ཆུང་ཟེར་ན་ད་གཙོ་བོ་དང་པོ་བོན་པོ་གཅིག་རེད་བ། འོ་ད་དེའི་སྐོར། ན་མོ་གུ་རུ་རྗེ་བཙུན་མི་ལ་རས་པ་དེ་ཉིད་བུ་སློབ་དུ་མ་དང་བཅས་ཏེ་སྤུ་རངས་ནས་ཏི་སེ་ལ་བྱོན་པས་ད་གངས་རི་ལ་ཕེབས་འགྲོ་འོས་རེད། ཏེ་སེ་ལ་བྱོན་པ་ལས་ལ་ཐོག་ཏུ་ཏེ་སེ་དང་མ་ཕམ་གྱི་ཞེ་སྡང་འཁོར་དང་བཅས་པའི་བསུ་བ་ཆེ་ཕྱག་འཚལ་མཆོད་པ། ངོ་མཚར་ཅན་རྒྱ་ཆེན་པོ་ཏེ་སེ་དང་མ་ཕམ་རྗེ་བཙུན་སློབ་བརྒྱུད་དང་བཅས་པའི་སྒྲུབ་གནས་སུ་འཕུར་བ་ཞིང་རྗེ་བཙུན་གྱི་ཆོས་བརྒྱུད་ཡོན་འཛིན་པའི་གང་ཟག་རྣམས་འབྱུང་བར་ཁས་ལེན་རང་རང་གི་གནས་སུ་སོང་ངོ། རྗེ་བཙུན་དཔོན་སློབ་རྒྱལ་མཚོ་མ་ཕམ་གྱི་ནང་དུ་ཕྱག་ཕེབས་པའི་ཚེ་ནཱ་རོ་བོན་ཆུང་མིང་སྲིང་གིས་ཀྱང་རྗེ་བཙུན་དཔོན་སློབ་ཀྱི་སྙན་གྲགས་དང་ཏེ་སེ་ལ་འབྱོན་པའི་ལོ་རྒྱུས་སྔར་ནས་ཚོར་བས། མཚོག་མ་ཕམ་ཅིང་འགྲམ་དུ་སྡོང་གསུར་བྱུང་སྟེ། སྡོང་གསུར་དང་བདུན་ལ་དེ་ནས་བྱུང་སྟེ། དེ་ནས་ངོ་བོ་ཤེས་རུང་དང་ཧ་གོ་བ་ཡིན་ནས་ཧ་མ་གོ་བར་ལྟར་བྱས་ནས་སོ་ངོ་བོ་ཤེས་རུང་མ་ཤེས་པ་ལྟར་བྱས་ནས་རྗེ་བཙུན་དཔོན་ལྷུབ་ལ་ཆས་རྣམས་གང་ནས་ཡིན། གང་དུ་འགྲོ་ཟེར་བ་ལ་རྗེ་བཙུན་གྱིས་ངེད་རྣམས་ལག་ཕྱེད་བྱ་བའི་རི་ཕྲུག་ཅིག་ནས་ཡིན་ཏེ་སྲེག་ལ་སྒོམ་དུ་ཡོང་བ་ཡིན་གསུངས་པས་ཁོ་ན་རེ། སོ། ཇི་སྐད་བྱ་བ་ཡིན་ཟེར་བས་རྗེ་བཙུན་གྱིས་ང་མི་ལ་རེ་བ་བྱ་བ་ཡིན་གསུངས་པས་ཡང་ཁོ་ན་རེ། འོ་ན་གང་དེ་སྲེག་དང་མཚོག་མ་ཕམ་དེ་ཁྱོད་རང་དང་འདྲ་སྟེ། ད་ཁྱོད་རང་དང་གཅིག་པ་རེད་འདུག། རྒྱང་ནས་གྲགས་པ་ཆེ་བ་མ་གཏོགས་དེ་ཙམ་ཡ་མཚན་རྒྱུ་མེད། ཡ་མཚན་ཆེ་རུང་ངའི་བོན་པོ་ལ་དབང་བའི་རི་ཡིན་པས། འདིར་སྡོད་ན་ང་ཡི་ལུགས་ཀྱི་བོན་གཅིག་དང་བོན་པོ་གི་ཆོས་ལུགས་བྱེད་དགོས་རེད་འདི་རི་དེ་ང་ཚོ་ལ་དབང་གི་ཡོད་རེད་ཟེར་བས། རྗེ་བཙུན་གྱི་རི་འདི་སངས་རྒྱས་ཀྱི་བསྟན་འཛིན་སྤྱི་ལ་ཐུབ་པའི་ལུང་བསྟན་པའི་རི་ཡིན། གུས་ངག་མི་ལ་རས་པ་ལ་མར་པའི་ལུང་བསྟན་པའི་གནས་ཡིན་པས་ཁྱེད་རང་བོན་པོ་རྣམས་སྔར་བསྡད་པ་སྦྱར་དུ་ད་སྔོན་མ་བོར་ཏུ་བསྡད་བསྡད་བར་ཁྱོད་རང་ཚོ་འདིར་ཁ་འཐོར་བ་བྱེད། ད་དེ་རིང་ནས་བཟུང་སྟེ། འདིར་སྡོད་ན་ངེད་ཀྱི་ལུགས་ཀྱི་ཆོས་བྱས་ན་རུང་ཟླ་གཅིག་ཁྱོད་རང་ནང་ཆོས་བྱས་ན་འགྲིག་གི་རེད་མི་བྱེད་ན་གཞན་དུ་སོང་ཞིག་གསུངས་པས་ཁོ་ན་རེ། ཁྱེད་གཉིས་འདྲ་བར་འདུག། ད་འཚོགས་མ་ཕམ་ད་ལྟ་འདི་གང་བདེ་གསལ་དང་རྗེ་བཙུན་མི་ལ་ཁྱོད་རང་གཉིས་འདྲ་བོ་འདུག་སྦྱངས་ནས་བརྒྱ། སྒྲ་བྱས་ལ་འགྲམ་དུ་དོན་བྱུང་བ་ཞིག་འདུག་ཁྱོད་ངོ་མཚར་ཅན་ཞིག་ཡིན་ན་ཁྱོད་དང་རྫུ་འཕྲུལ་གྱི་རྩར་ཞིག་འདྲེས་ནས་སོ་གྱེར་བ་དེར་མནན་ཏེ་དབང་བ་ཡིན་ཟེར། བོན་ཕུད་མ་ཕམ་གྱིས་འགྲམ་ཕན་ཚུན་དུ་རྐང་པ་བཞག་ནས་འདི་སྐད་དུ། ཨ་མཚོ་མ་གང་གིས་འགྲམ་ཕན་ཚུན་ལ་རྐང་པ་བཞག་ནས་དེ་ནས་རྫུ་འཕྲུལ་བསྟན་ཏོ། ཕྱུག་པོ་ཡི་མིང་ཡོངས་སུ་གྲགས་པའི་མི་ལ་ངའི། ལྷོ་བྲག་མར་པའི་བཀའ་བསྒྲུབ་ཆེད་གཏེར་སའི་ཁང་ལ་སྒོམ་དུ་ཡོང་རང་བཞིན་དོན་གཉིས་བསྒྲུབ་པའི་ཆེད་ཆུ་རྟ་གློག་ཅན་གྱི་བོན་པོ་ལ་བཀའ་མཆིད་གཏམ་གླེང་བློ་ཡིན་འཆར་གངས་དཀར་གཏེར་སའི་སྒྲ་བྱེ་བ་རི་མགོ་ཁ་བས་གཡོགས་པ་དེ་སངས་རྒྱས་བསྟན་པ་དཀར་བ་ཡི་མ་ཕམ་གཡུ་མཚོའི་སྒྲ་བྱེ་བ་ཆུ་གཉིས་ཆུ་ཡིས་གཤེགས་པ་དེ་ཆུ་རྣམས་ཟེར་ཟེར་འཁྱེར་བ་ཡི་ང་མི་ལ་རས་པ་སྒྲ་བྱེ་བ་མི་རྒན་ཅི་ཉེར་བྱེད་པ་དེ་གཟུགས་མཛེས་སྦུབས་ནས་ཐོན་པ་ཡིན་ཁ་ནས་གླུ་ཆུང་ལེན་པ་དང་སྣང་བ་དཔེ་ཆར་ཤར་བ་ཡིན་ལག་ནས་དར་ལྕག་བཟུང་བ་དང་འཁོར་བའི་རྒྱ་མཚོ་བརྒལ་བ་ཡིན་ང་སྣང་སེམས་གཉིས་ལ་དབང་བསྒྱུར་བས་སྣ་ཚོགས་རྫུ་འཕྲུལ་སྟོན་པ་ལ་འཇིག་རྟེན་ལྷ་ལ་རག་མ་ལས་འཛམ་གླིང་རི་རྒྱལ་སྟོད་གསལ་འདས་སྤྱིར་སངས་རྒྱས་བསྟན་འཛིན་དམ་ཅན་དབང་བསྐུར་མི་ལ་བརྒྱུད་པར་བཅས་ལ་དབང་ཆེ་ལྟ་ལོག་ཅན་གྱི་བོན་པོ་རྣམས་དམ་ཆོས་བྱས་ན་ཀུན་ལ་བོད་མི་རྗེ་བཙུན་ཁྲོ་ངག་བྱས་པས་ཡུལ་ཕྱོགས་ས་ཆ་གཞན་དུ་སོང་སླར་ཡང་བཙུན་ཁྲོ་འདི་ལ་ལྟོས་ཞེས་གསུངས་ནས་སླར་ཡང་མ་ཕམ་ཕྱག་སོར་གྱི་རྩེ་ལ་བླངས་ཏེ་དང་མ་ཕམ་ཡོངས་འཛིན་གྱི་སོར་མོའི་རྩེ་ལ་ཡར་བླངས་ཏེ་གསུངས་པ་རེད་ཆུ་ལ་གནས་པའི་སྲོག་ཆགས་རྣམས་ལ་གནོད་པ་མེད་པར་མཛད་པའི་ནཱ་རོ་བོན་ཆུང་ན་རེ། ད་ལན་གྱི་རྫུ་འཕྲུལ་ཆུ་ངོ་མཚར་ཆེ་བ་ཙམ་བྱུང་སྟེ་ང་ལྷད་པ་སྔ་བས་མཉམ་པོར་དོན་དག་འདོན་དང་པོ་མ་ཕམ་འདོན་ན་ང་ལྷད་པའི་རུ་བ་སྟེ་ཆུ་དུག་ཚང་དག་དེ་རིང་གི་གཅིག་པ་ཡིན་པ་བྱས་ཤོག་ད་རྫུ་འཕྲུལ་གྱི་རྩར་འགྲེང་སྟེ་ནུས་པ་སུ་བྱེད་ད་ཟེར་བའི་རྒྱལ་མཚོན་གྱི་ཞལ་ནས་ང་རྫས་ཀྱིས་ལྷད་ནས་ཕ་རོལ་གྱི་མིང་འཁྲུལ་དུ་འཇུག་པའི་རྒྱུ་མང་མཁན་དེ་རྫུ་འཕྲུལ་མི་འགྲེང་ཁྱོད་རང་ངའི་ཆུ་མེ་ཁྱེར་ན་གནས་གཞན་དུ་སོང་གསུངས་པས་ཁོ་ན་རེ་ང་གཡུང་དྲུང་གི་བོན་གླུད་གཏོང་བ་མི་ཡོང་རྫུ་འཕྲུལ་འགྲེང་ན་ཁྱོད་རང་རྒྱ་ན་ང་རང་གླུད་བཏང་ནས་འགྲོ། དེ་མིན་ཆུ་ཆུད་པས་ང་གསོད་པ་དང་རྡུང་བ་བྱས་ན་ནི་ཆོས་ཀྱི་དམ་ཚིག་དང་འགལ་བས་ཆུད་པར་མི་རུང། དེ་མིན་ང་མི་འགྲོ་བས་རྫུ་འཕྲུལ་འདྲེན་ནོ་ཟེར་ཀོ་སྟེ་སྲེག་ལ་བོན་འཁོར་དུ་སོང་བོན་འཁོར་ཟེར་ན་གཡོན་འཁོར་ཟེར་གྱི་རེད། སྟེ་སྲེག་ལ་བོན་འཁོར་དུ་སོང་རྗེ་བཙུན་བོན་ལུགས་ཆོས་འཁོར་ཟེར་ན་གཡས་འཁོར་ཟེར་གྱི་རེད་ལ་བྱོན་པས། ཏི་སེའི་བྱང་ཤར་རྫོང་གི་ལུང་པའི་ནང་ཕ་བོང་ཆེན་པོ་ཞིག་གི་ཁར་འབྱར་བའི་ཁོག་ན་རས་ཆེན་རྣམས་བསྐོར་བ་བྱས་པ་ལེགས་ད་ལེན་ངའི་ལུགས་སུ་འགྲོ་ཟེར་ན་ད་ཁོང་རྣམ་པ་གཉིས་དེ་ནས་ད་ལྟ་འདི་ཏི་སེ་གི་བྱང་ཤར་རྫོང་གི་ལུང་པ་ཅེས་སུ་ར་ལུང་པའི་ནང་ཕ་བོང་ཆེན་པོ་ཞིག་གི་དང་རྡོ་ཕ་བོང་ཆེན་པོ་བཅས་ཀྱི་ཐོག་ཁང་རེ་ནས་ཁོ་གཉིས་གཅིག་གཡས་སྐོར་བརྒྱབ་གཅིག་གཡོན་སྐོར་བརྒྱབ་སླེབས་འདུག་ཐུག་བར་དང། དེ་ཡིན་དུས་རྩ་ནས་དེ་ནི་ནཱ་རོ་ཕུན་ཆུང་གར་བཞུགས་པ་ཚོས་ཁོ་ན་རེ་ཁྱེད་རྣམས་སྐོར་བ་བྱེད་པ་ལེགས། ད་ལན་ང་ཡི་ལུགས་སུ་འགྲོ་ཟེར། ད་ལྟ་ཕ་ཐུག་ཁྱོད་རང་ཚོ་སྐོར་བ་བརྒྱད་ཡར་ཕེབས་ཡག་པོ་རེད་ཟེར། ད་ངའི་ལུགས་བྱས་ནས་གཡོན་སྐོར་དུ་འགྲོ་དགོས་རེད་ཟེར་ནས་རྗེ་བཙུན་གྱི་ཕྱག་ནས་འཐེན་ལོ་བྱེད་དུ་བྱུང་བས་རྗེ་བཙུན་གྱིས་ཞལ་ནས། ང་ལམ་ལོག་པ་ལ་ཞུགས་ནས་དཀོར་ལོག་ལ་མི་འགྲོ་ཆུ་ལོག་མི་བྱེད་དེ་བས་ཆུ་རང་ང་ཡིས་བྱེད་ཅིང་ཆུ་དང་བསྐོར་བར་ཤོག་གསུང། བོན་ཕུ་ལག་པ་ནས་བཟུང་སྟེ་ཕར་འཐེན་ཚུར་འཐེན་པའི་བར་ལ་ཕ་བོང་གི་སྟེང་ན་གཉིས་ཀའི་ཞབས་རྗེས་བྱུང་སྟེ་ད་དུང་ད་འདི་ནས་ཕ་བོང་དེའི་སྒང་ལ་ཞབས་རྗེས་མཇལ་ཡས་ཡོད་རེད་ཟེར་གི་འདུག་དེ་རེད་ཕ་བོང་གི་སྟེང་ན་གཉིས་ཀའི་ཞབས་རྗེས་བྱུང་སྟེ་དེའི་ཚེ་རྗེ་བཙུན་གྱི་ཐུགས་དམ་གྱི་ནུས་པས་བོན་ཕུ་ཆུ་དཀོར་ལ་ཁྲིད་ནས། ད་ནཱ་རོ་བོན་ཆུང་སྐོར་ར་གཡས་སྐོར་ལ་ཁྲིད། དཔེ་སེ་བྱང་རྒྱབ་ཏུ་སླེབས་པའི་ཚེ་ཁོ་ན་རེ། སྟེང་སོར་ཡང་བོན་སྐོར་ལ་འགྲོ་དགོས། ད་ད་ལྟ་ངས་གཡས་སྐོར་འགྲོ་དགོས་ཟེར་རྗེས་ལ་ཁྱོད་རང་བོན་གཡོན་སྐོར་ལ་འགྲོ་དགོས་རེད་ད་ཟེར་བ་ལ། རྒྱལ་མཚོན་གྱི་ཞལ་ནས་དེ་ཁྱོད་རང་གི་ནུས་པ་ལ་རག་ལས་གསུངས་པས་ཁོ་ན་རེ་ད་ལན་ཁྱོད་ནུས་པ་ཆེ་ཆེ་འདྲ་བ་ཞིག་བྱུང་སྟེ་ད་དུང་བྱས་ཀྱི་རྩ་འདག་ཤུགས་ཆེ་ཆུང་སུ་འདུག་བལྟ་དགོས་རེད་གསུངས་པར། བྱས་ཀྱི་རྩ་འགྲན་ཟེར་ཕ་བོང་ཆེན་པོ་ཞིག་གི་སྒང་ལ། ད་རྡོ་ཕ་བོང་ཆེན་པོ་གཅིག་གི་སྒང་ལ་དེ་ནས་ཡང་ཕ་བོང་གཡག་གི་རོ་ཙམ་ཞིག་བཞག་བྱུང་བ་ལགས་ན་རོ་བོང་ཆུང་གི་རྗེ་བཙུན་གྱི་ཡང་བོན་པོའི་བྱད་དུག་གི་ཁ་ལ་ཁོ་རང་གི་དེ་ལས་ཉིས་འགྱུར་ཙམ་ཞིག་དེ་ལས་འདབ་གཉིས་ཀྱི་ཆེ་བ་ཅིག་བསྐྱལ་བས་ད་དེ་འདྲའི་ད་ད་རྡོ་གཅིག་གི་སྒང་ལ་གཅིག་ཡོད་པ་དེ་འདྲ་ཡོད་ཟེར་བ་དེ་རེད་ཡང་ཁོ་ན་རེད་ད་ལན་ཡང་ཆོས་སྦྱར་ཏེ་ལན་རེ་ལན་གཉིས་སྦྱར་བའི་སྦྱར་དགོས་མོད་ཆོས་ད་དུང་རྩ་འགྲེང་ཟེར་བ་ལ་རྗེ་བཙུན་གྱི་ཞལ་ནས་ཉི་ཟླ་དང་བརྗོད་དཀར་འོད་འདྲེན་རླུང་གླིང་བཞིའི་མུན་པ་ཉི་ཟླའི་ཟེར་ཆོས་དང་ང་རྩ་འདྲེན་རླུང་ཆོས་ཀྱི་ངང་མི་བསྡུ་བས་ཏེ་སེམས་ང་ཡི་དབང་ཡིན་ཆོས་མཐར་ཉམས་དགའ་བ་ཙམ་དང་ངེད་རང་ཆུ་བེད་སྒྲུབ་རྒྱུད་ཀྱི་ཆེ་བ་ཀུན་གྱིས་མཐོང་ཕྱིར་རྫུ་འཕྲུལ་བསྟན་པའི་ཕྱོགས་སུ་རྗེ་བཙུན་ཏེ་སེ་ནུབ་ཕྱོགས་རྫོང་ལུང་གི་པདྨ་བོ་ན་བཞུགས་བོན་པོ་དེའི་ཤར་ཕྱོགས་ན་ཡོད་པ་ལས་རྗེ་བཙུན་གྱི་ཞབས་ནུབ་རི་ནས་ཁོ་རང་གི་སྒྲུབ་ཁང་གི་བྲག་ཞིག་གི་ངོས་ལ་བཅངས་ཏེ་ཞབས་ཀྱིས་བཞག་པས་ཆོས་ཀྱི་ཆ་འདི་བཞིན་མཆིས་ཞེས་གསུངས་པས་ཁོས་ཀྱང་ནུབ་ཕྱོགས་ལ་རྐང་པ་བཅངས་ཡོང་ཆོས་ཁ་ལ་མ་སླེབས་པས་མ་སླེབས་པ་ལས་ནམ་མཁར་མི་མ་ཡིན་རྣམས་ཀྱི་བཞད་གད་ཐིགས་པ་ཞིག་བྱུང་བས་བོན་པོ་ཅུང་ཟད་ཁ་བཅིངས་རུང་ད་དུང་ཡང་འཛུམ་ཁྲ་འདྲེན་རུང་ཟེར་གྱིས་བོན་པོ་ཁོ་བོན་སྐོར་ལ་སོང་རྗེ་བཙུན་ཆུ་ཁོལ་ཁོ་ན་ལ་ཕེབས་ནས་ཡང་བལྟས་ཚེ་ལྷོ་ཕྱོགས་སུ་འབྱར་བའི་ཚུན་ཆར་ཞིག་འཕགས་པ་ལས་རྗེ་བཙུན་གྱི་འཕྱར་དབྱིབས་ཇེ་ཟ་གུས་པར་འདུག་པས་ཁྱོད་ཀྱི་ཁང་པའི་འོག་འགྲམ་བརྩིགས་ཀྱི་ཡིན་པས་སྟེང་གི་ཐོག་དབུབ་ཀྱི་ཡིན་གསུངས་པས། ཁྱོད་རང་འགྲམ་བརྩིགས་ཤིང་ངས་ཐོག་ཕུབ་ཡིན། ཐོག་དགོས་པ་ཡིན་ཟེར་བ་ལས་ཕ་བོང་ཆེན་པོ་མུ་གསུམ་ཙམ་གྱེན་དུ་བསླངས་པ་ཞིག་ལ་ཕྱག་མཛུབ་གཏད་དེ་འོ་ན་ཕ་གི་ཤོག་ཅིག་ཕ་གི་ཕ་གུང་དུ་མ་འདི་བྱས་ན་བཤགས་ཤོག་ཤིང་བྱ་བ་ན་བྱེད་ཟེར་སོང། རྗེ་བཙུན་གྱི་འགྲམ་ལྷ་ནས་གཟིགས་པའི་ཁོའི་ཕ་བོང་དེ་ལས་རྔམ་ཁྱེའུ་ལོ་བརྒྱད་ཙམ་ལོན་པའི་གཟུགས་ཙམ་ཕ་བོང་རང་ཇེ་ལྟ་བུར་བཤགས་ཚར་འདུག་པ་ལྟ་སྟངས་མཛེས་སྡུག་མཛུབ་ཁྱེར་བས་ཁོའི་གཤེགས་པའི་རྡོ་དེ་སྐེད་པ་ནས་ཆག་པ་ད་ཁྱེར་ཤོག་གསུངས་པས་ང་ཡིད་དེ་ཆུ་གཅིག་ཅག་ཟེར་བའི་རྫུ་འཕྲུལ་འགྲན་ནས་མི་ཆོག་པ་བྱས་པ་ཅིག་ཡིན་མོད་ངས་ཤོག་ཏུ་འཇུག་ཅིག་འཇུག་ཅིང། ཆགས་པའི་ལྟ་སྟངས་མེད་ཚེ་ཤོག་ལ་ཁྱེར་ཤོག་གསུངས་པས་ཡང་ཁོས་སྔར་གྱི་དེ་ལྟ་བུ་ཞིག་བཞག་ནས་འདེགས་པར་བརྩམས་པ་ལ། ཡང་རྗེ་བཙུན་གྱིས་མི་ཐེག་པའི་ལྟ་སྟངས་མཛད་པས་ཁོ་ན་རེ་ངའི་ཤ་ཡོད་ཁྱོད་ཀྱིས་འཁོར་ཅིག་ཟེར་བས་རྗེ་བཙུན་གྱིས་ངས་འགྲམ་ལྷུང་བར་གྱིས་ཁྱོད་ཀྱིས་ཐོག་འགེལ་བར་བྱེད་པ་ཡིན་པས་ཁྱོད་རང་གིས་ཨེ་ཐེག་བཏུལ་ལ་ཤོག་ཅིག་གསུངས་པས་ཁོས་སླར་ཡང་འདེགས་པར་བརྩམས་པ་ལས་མ་ཐེག་པར་མིག་རིག་རིག་ལུས་པས་རྗེ་བཙུན་གྱིས་ཞལ་ནས་ང་མཆོག་ཐུན་མོང་གཉིས་ཀྱི་དངོས་གྲུབ་ཐོབ་པའི་རྣལ་འབྱོར་པ་རྩལ་དུ་རྫུ་འཕྲུལ་ཆོས་ཐུན་མོང་གི་རྫུ་འཕྲུལ་ཐོབ་པ་ཙམ་གྱིས་མི་ཐུབ། ངས་ལྟ་སྟངས་བྱས་ཟེར་གྱི་གནས་ན་ཁྱོད་ཀྱིས་ཤོག་ཅིག་མི་ཐུབ་པ་འདུག་ད་ངས་ལྟ་སྟངས་མ་བྱས་རུང་ཤོག་པ་ཡང་གང་ཟག་གཞན་པ་ལ་བཏུལ་ན་དགའ་རབ་ཡིན། ད་བྱས་ན་འདི་ལྟར་བྱས་གསུངས་ནས་ཕྱག་ཡ་གཅིག་གིས་དེ་ནས་དེའི་རྡོ་ཤ་ཞེས་པ་དེ་བླངས་ཏེ་དཀར་བའི་རྡོ་ལ་ཕྱག་བགྱི་ཞིག་བྱུང། མཐོ་འདུག་མཐོ་འདུག་ད་ལྟའི་མཐོ་མཐའི་འཁོར་འདུག་གསུངས་པའི་སྟེང་ན་མ་བརྫི་བའི་ཞབས་ཀྱིས་བྱུང། དམའ་འདུག་དམའ་མཐའི་འཁོར་འདུག་གསུངས་པའི་འོག་ན་ཡར་བཏེགས་པའི་དབུ་དང་ཕྱག་བགྱིས་བྱུང་བ་དེ་ལ་རྫུ་འཕྲུལ་ཕུག་ད་ལྟ་གངས་རི་གི་རྫུ་འཕྲུལ་ཕུག་པ་ཟེར་གི་འདུག་དེ་ཡིན་ཟེར་བ་རྫུ་འཕྲུལ་ཕུག་ཏུ་གྲགས། དེའི་ཚེ་ཡང་བོན་པོའི་རྗེ་བཙུན་གྱེར་བར་ཁས་བླངས་སོ། གཞན་ཡང་རྗེ་བཙུན་དང་ནཱ་རོ་བོན་ཆུང་གཉིས་རྫུ་འཕྲུལ་གྱི་སར་མང་དུ་འགྲིམས་པ་ལས་རྗེ་བཙུན་གྱི་མཛད་པ་རྣམས་ངོ་མཚར་ཆེ་བ་ཁོ་ནའང་ཆོས་བོན་དང་ནཱ་རོ་བོན་ཆུང་ལ་རེ་ཁྱོད་ང་ལ་རྒྱུ་མང་མཁན་ཡིན་ཟེར་ཏེ་ངས་བལྟས་ཚེ་ཁྱོད་རང་རྒྱུ་མང་མཁན་དུ་འདུག་ཁྱོད་ཀྱི་རྫུ་འཕྲུལ་དེ་རང་ལ་ང་ཡིད་མི་ཆེས་པས་ད་རང་རེ་གཉིས་ཟླ་བ་འདིའི་ཚེས་བཅོ་ལྔ་ལ་གངས་ཏི་སེའི་རྩེ་མོར་སུ་སླེབས་པར་འཇོག་པ་དེར་ཏི་སེ་ལ་དབང་བ་བྱེད་ཅིང་ཁྱོད་ཀྱི་དངོས་གྲུབ་ཀྱང་ཚུར་ལ་ཐོབ་ཏུ་བལྟའོ་ཟེར་བས། རྗེ་བཙུན་གྱིས་དེ་སྐད་བྱས་པས་མཆོག་དེས་ཁྱོད་རང་ཉམས་བན་བུན་གྱི་སྣང་བ་ལ་མཆོག་གི་དངོས་གྲུབ་འཛིན་པ་སྙིང་རེ་རྗེ། མཆོག་གི་དངོས་གྲུབ་ཐོབ་པ་ལ་སེམས་ཀྱི་རང་ཤར་མཐོང་དགོས་ཏེ་དེ་མཐོང་བ་ལ་ངེད་ཀྱི་སྒྲུབ་བརྒྱུད་ཀྱི་བསྟན་པ་ལ་ཞུགས་ནས་བསྒོམ་དགོས་གསུངས་པས་ཁོ་ན་རེ་ཁྱེད་ཀྱི་སེམས་དང་ང་ཡི་སེམས་ལ་བཟང་ངན་སྤྱི་ཡོད་བོན་དང་ཆུ་ལ་ཆས་ཀྱི་ཡོད་སྒྲུབ་པ་བྱས་སྙམ་དུ་འདུག་ན་ཡང་མིང་འཁྲུལ་ཡིན་ནམ་སྔར་གྱི་རྫུན་འཁྲུལ་ན་ཁྱོད་ཀྱི་དེ་ག་མཐོ་བ་ཙམ་བྱུང་ད་ཏི་སེའི་རྩེ་མོར་སུ་འཇུག་པར་ཐག་ཆོད་པར་བྱེད་དོ་ཟེར་བ་ལ་རྗེ་བཙུན་གྱིས་དེ་ལྟར་བྱ་ཅི་བྱེད་དེ་ཐག་བྱེད་དོ་ད་གང་ཏི་སེ་གི་རྩེ་མོ་ལ་དེ་ནས་ཕེབས་ཡག་ལ་འགྲན་རྫུན་འཁྲུལ་སྒོ་ནས

ད་ལྟའི་སའི་རྩེ་མོར་སུ་འཇུག་པར་ཐག་ཆོད་པར་བྱེད་དོ་ཟེར་བ་ལ་རྗེ་བཙུན་གྱིས་ཟེར་ལྟར་ཞབས་ཀྱིས་བྱེད་དུ་ཐག་བཅད་དོ་དེའི་ཚེ་ན། དེའི་ཚེ་ན་རུ་བོན་ཆུང་ནི་ཁོ་རང་གི་ལྷ་ལ་གཡས་མིང་དུ་གསོལ་བ་འདེབས་ཤིང་འདུག་སྐད། རྗེ་བཙུན་ནི་སྤྱོད་ལམ་སྔར་ལས་གཡོ་བ་མེད་པར་བཞུགས་པའི་ཚེ་ཆུང་ངུ་ཐོ་རངས་སུ་སོང་ཚེ་ན་རུ་བོན་ཆུང་གིས། ན་རུ་བོན་ཆུང་ནི་སྔོ་ཐུལ་བྱོན་ནས། ད་སྔོ་ཐུལ་བྱོན་ཟེར་དུས་ན་རུ་བོན་ཆུང་ཁོ་རང་དག་ཅིག། ཅི་དང་ཐུལ་བ་ཟེར་ཡང་དེ། ཉལ་གོས་དང་དེ་ནས་ཅིག།

དེ་ཅི་ལྟར་མང་ཆེ་བ་བོན་པོ་གི་བོད་ཆས་བྱེད་ཀྱི་འདུག་མཚམས་མཚམས་སྔགས་པ་དེ་འདྲས་ཀྱི་ཡང་དེ་གཡུག་གི་རེད། ཤངས་ཁྲོལ་བྱེད་ཅིང་སྔགས་ལ་ཞོན་ཏེ། སྔགས་ཅིག་ཡོད་ཚར་དེ་ལ་ཞོན་ནས་ནམ་མཁའ་ལ་འགྲོ་བ་ལ། རྗེ་བཙུན་བུ་ལྷུང་རྣམས་ཀྱིས་གཟིགས་ཏེ་རྗེ་བཙུན་གཟིགས་ནས་གཟིམས་ནས་འདུག་པ་ལ་རས་ཆུང་པས་རྗེ་བཙུན་ལ་ནག་རུ་བོན་ཆོས་ནི་སྔ་མོ་རང་སྔགས་ལ་ཞོན་ནས་འཕུར་ཏེ་ཏི་སེ་སྐྱེས་པ་ལ་ཡར་སླེབས་སོང་རྗེ་བཙུན་ད་དུང་བཞུགས་ནས་བོན་པོ་ལ་གནས་བཅེར་བ་གནས་དེ་དག་བོན་པོ་ལ་རྩིས་སྤྲད་ཡམ་པས་ཞུས་པ་རེ་ཞེས་ཞུ་བ་ནན་གྱིས་ཕུར་བ་དང་བོན་ལུགས་ཀུན་གྱིས་ཕུར་བས་རྗེ་བཙུན་གྱི་ལྟ་སྟངས་ཤིག་ད་བཏུས་དང་སོགས་བལྟས་པས་ཁོ་བྱིངས་ལ་འགྲོ་མ་ནུས་པར་བསྐོར་བ་ལ་སོང་འདུག་དེ་ནས་ཉི་མ་འཆར་དུ་ཆ་བ་དང་ཉི་མ་དག་ཤར་འགྲོ་བ་ཡོད་པའི་སྐབས་ལ་རྗེ་བཙུན་ཆེན་པོ་ཅིག་སེ་གུར་གཏོགས་པ་གཅིག་དང་ནབ་བཟའ་རེ་འགའི། ཤོང་བྱང་ཟེར་ནས་འཕུར་བྱོན་པའི་སྐད་ཅིག་ལ་ཏི་སེ་རྩེར་ཕེབས་པ་དང་ཉི་མ་ཤར་བ་དུས་མཉམ་དུ་བྱུང་ངོ། དེའི་ཚེ་རྗེ་བཙུན་གྱིས་བརྒྱུད་པའི་བླ་མ་རྣམས་དང་འཁོར་ལོ་སྡོམ་པའི་ལྷ་ཚོགས་འཁོར་དང་བཅས་པའི་རྗེས་པའི་ཚོགས་དུར་ཁྲག་ལྷ་མིའི་བཞུགས་འདུག་པ་མངོན་སུམ་དུ་གཟིགས་པའི་ངོ་བོ་སྙམ་པ་ཉིད་ན་ཡང་རྣམ་པ་ཤིན་ཏུ་ཡང་ལྗིད་ཞིང་སྤྲོ་བར་གྱུར་ཏོ། དེའི་ཚེ་ནཱ་རོ་བོན་ཆུང་ཡང་ཏི་སེའི་མགུར་ན་ཡར་སླེབས་བྱུང་བ་ལས་རྗེ་བཙུན་གྱི་ཐུགས་ཇི་ཟེར་མ་བཟོད་པར་ནམ་མཁའ་ལས་ལྷུང་སྟེ་འོག་གི་སྔགས་ཏི་སེའི་ལྷོ་ཕྱོགས་ན་མ་ལ་འབབ་ཏུ་ཤོར་བས་ཁོ་ཡི་ངག་སྦྱར་དང་དྲེགས་པ་སྙམ་སྟེ་དམན་སར་བཟུང་བའི་ངང་ནས་དག་བཅོས་རྫུ་འཕྲུལ་དུ་ནུས་པ་ཆེ་བར་བཟུང་བས་ཏི་སེ་ཆུ་ལ་ཐོབ་ཟིན་ང་ལ་གནས་འདིར་ཐོང་ཞིག་སྡོད་ས། གོས་གསར་བྱུང་བའི་རྒྱལ་མཚན་གྱི་ཞལ་ནས་ཆོས་ལ་འཇིག་རྟེན་འདི་ཡི་ལྷའི་རྗེས་སུ་བཟུང་བའི་མཐུ་དཔུང་གི་རྫུ་འཕྲུལ་ཅུང་ཟད་འདུག་ན་ཡང་ང་རང་ངག་རང་བྱུང་ཡེ་ཤེས་མངོན་པར་གྱུར་པའི་མངོན་པར་གྱུར་པའི་མཆོག་གི་དངོས་གྲུབ་ཐོབ་པའི་གང་ཟག་རྣམས་དང་རྫུ་འཕྲུལ་འགྲན་རུང་མི་བསྡུ། མི་བསྡུ། སྔ་དགོང་ནས་བྱེད་ངེས་སྔགས་སེ་སྔོན་མ་ནི་ལབ་ཚ་ཡིན་པར་གསུངས་པ་རེད་ཏི་སེའི་རྩེ་མོར་རྡོ་རྗེ་རྭ་བ་ཡིན་ལྟོས་ཏི་སེ་གི་རྩེ་མོ་དེ་ལ་རྡོ་རྗེ་གི་རྭ་བ་ཟེར་ད་གང་ལ་ཏི་སེ་གི་དེ་ནི་སྐལ་པ་འཚམས་དེ་ན་འདི་འདྲས་བྱས་ནས་ད་ལྟ་དེང་སང་འདི། ཅིག་བདེ་བ་བཟློག་གི་རི་མོ་འགྲོ་བ་ཅིག་བདེ་བ་དག་དེ་ལ་རྡོ་རྗེའི་ར་བ་གསུང་དགོས་ཟེར་བ། རྡོ་རྗེའི་ར་བ་ཡིན་ཕྱིན་ཡེ་ཤེས་ཀྱི་ལྷ་པར་འཁོར་ལོ་སྡོམ་པའི་བཞུགས་གནས་ཡིན་པས་ཆོས་བགྲོད་པའི་སྐབས་མེད་རུང་ད་ལན་ངེད་མཆོད་པས་ཆེ་བ་བསྟན་ཆེད་སྦྱར་བ་གོང་མ་རྣམས་ལ་གནང་བ་ཞུས་ནས་ད་ཆུ་རང་ཡག་ཅིག་དེ་ནས་གངས་རི་གི་རྩེ་ལ་ཡ་ཨོ་ཚ་ཡ་སླེབས་ཡ་ལ་དེ་ནས་སྐབས་དེ་འདྲ་ཅིག་ཆེ་བ་ཡིན། ད་ནམ་མཁའ་ནས་ལྷུང་བ་དང་སྔགས་རྦབ་ཏུ་ཤོར་བ་དེ་ཁྱོད་ལ་ང་རྒྱལ་ཆེན་པོ་འདུག་པས་དེ་བཅག་པའི་ཆེད་དུ་ངས་བྱས་པ་ཡིན། ད་གནས་འདིར་རྩ་བར་འགྲོ་བ་ཡང་ང་ཡི་ནུས་པ་ལ་བརྟེན་ནས་འགྲོ་དགོས། ང་ལ་རྩར་འདི་ལྟ་བུ་ཡོད་པས་རྒྱུ་མཚན་འདི་རང་ཡོད་པས་ཉོན་ཅིག་གསུངས་ནས་མགོ་འདི་བཟུངས་སོ། ད་དེའི་ཆེད་དུ་གངས་རི་ལ་དེའི་རྩེ་ནས་མར་འདི་ལ་བྱས་ནས་ལུང་གཤོང་འདྲ་བོ་ཞིག་དེ་བ་དེའི་ཁར་ཆེ་གེ་ཟེར་ཡོད་འདུག་ཟེར་ན་ནག་རུ་བོན་ཆུང་གིས་དེ་ནས་སྔགས་མར་རེ་བཟུང་བ་ཡོད་དེ་ནས་ཤུལ་དེ་འདྲ་རེད་ཟེར་གི་རེད། ད་ནག་རུ་བོན་ཆུང་འདི་རྗེ་བཙུན་མི་ལེགས་ཀྱི་སྔོན་ལ་དེའི་གངས་ཏི་སེ་ལ་རི་མོ་དེ་ཡོད་བ་ཡིན་ནམ་ད་སྔོན་མ་ནས་ཡོད་བསྡད་པ་དེ་འདྲ་རེད་བ། སྐྱེ་སྟངས་དེ་དང་དེའི་ཕྱི་ནང་ཐུན་མོང་གི་རི་འདྲ་བོ་གཅིག་བརྩིགས་ཡོད་རེད་བ།

ལྷ་མོ་ཨུ་མེ་གི་དེ་ནི་གསང་མཚན་འདྲ་བོ་ཡོད་རེད་བཟོ་ལྟ་དེ་ཐོག་ཁ་ནས་མ་བཏང་ཡོང་དུས་ཙང་ནས་དེ་བྱེད་དུས་ཙང་ནས་དབང་ཕྱུག་དང་ཨུ་མ་གཉིས་ཀྱི་དེ་ནི་ལིང་ག་རང་བྱུང་ཡིན་དེ་འདྲ་ཡིན་དུས་ད་དཔེར་ནས་རྩ་ཆེ་ཤོས་ཅིག་ཡིན་ཟེར་ནས་ཧིན་དུ་དེ་བཤད་ཀྱི་རེད་བ་དེ་ནི་ང་རང་ཚོ་གི་ད་ཅིག་བཅོམ་ལྡན་འདས་འཁོར་ལོ་བདེ་མཆོག་གི་དེ་ནི་དབང་ཕྱུག་དམ་ལ་བཞག་ནས་བཏུར་ཡོང་དུས་ཙང་ནས་དེ་ནི་དབང་ཕྱུག་གི་གནས་ཡུར་ཉི་ཤུ་རྩ་བཞི་ལ་སོགས་པ་དེ་ཚོ་དེ་ནི་འཁོར་ལོ་བདེ་མཆོག་གི་གནས་ལ་དེ་ནི་བྱིན་གྱིས་བརླབས།